སུ་སུ་ཁྱོད་རང་སྤྱོད་པ་ཡག་པོ་བྱོས་ཨ་ནི་ག་རེ་ཡིན་ད། ཡག་ཡག་པོ་ཅིག་ཏུ་གསུངས་ཡོད་པ་རེད་ཨ་ནི་ཁྱོད་རྣམ་པ་ཚོ་ཡག་པོ་བྱེད་ཟེར་རོ་གནང། བོད་སྐད་ནང་ཚིག་ལྷད། བཅུག་ནས་སྤྱོད་པ་འདི་དག་ལ་སེར་སྣའི་ཡིག་དྲི་མ་མེད་ཀྱང་དོན་སྙིང་རུལ་འགྲོ་གི་ཡོད། དེང་དུས་ཧིན་རྡི་དང་དབྱིན་ཇི་ཕྲན་བུ་ཤེས་པའི་གཞོན་ནུ་ཚོས་མི་ཞིག་འཕྲད་མ་ཐག Hello ཟེར་བ་དང You know ཟེར་བ་སོགས་བོད་སྐད་ནང་དབྱིན་ཇིའི་མིང་ཚིག་མང་པོ་བསྲེས་ནས་བརྗོད་པ་འདི་དག་ལ་སེར་སྣའི་ཡིག་དྲི་མ་མེད་ཀྱང་དོན་སྙིང་རུལ་འགྲོ་གི་ཡོད་པ་རེད། ད་ལྟ་ནས་དེ་ལྟར་བརྗོད་ན་ཚིག་ལས་དེ་དག་རིམ་བཞིན་དར་སྤེལ་ཕྱིན་ན་གང་འདྲ་ཞིག་ཡོང་གི་ཡོད་དམ། བོད་དུ་རྒྱ་མིས་ཤེལ་དང་ཆུ་ཟེར་བ་སོགས་བོད་ཀྱི་མིང་ཚིག་མང་པོ་རྒྱ་སྐད་དུ་བསྒྱུར་ཟིན་ཅིང། དེ་དག་རྒྱ་ཆེར་བཏང་དུས་ཉེན་ཁ་ཆེན་པོ་སླེབས། བོད་ལ་རྒྱ་མིས་སྒོ་རྡུང། གཉའ་གནོན། མཐའ་ན་དངུལ་རྩའི་མཚོན་ཆས་རྒྱ་སྐད་སྤྱོད་དུ་བཅུག་ནས་བོད་སྐད་བོད་ཡིག་ཉམས་རྒུད་ཅི་ཆེར་གཏོང་བའི་དུས་སྐབས་སུ། འདི་ཕྱོགས་རང་གི་སྐད་ཡིག་ལ་དག་བཅས་བྱ་རྒྱུའི་འོས་བབ་ཡོད་པ་ཚོས་དབྱིན་ཧིན་སྐད་ཡིག་ཕྲན་བུ་ཤེས་པ་རྒྱུ་མཚན་དུ་བྱས་ཏེ་བོད་སྐད་བོད་ཡིག་ལ་མཐོང་ཆུང་བྱས་ནས་གང་འདྲ་ཞིག་ཡོང་བ་འདུག། ཡ་རབས་བཟང་པོའི་གོམས་གཤིས་ཅན་གྱི་བོད་མི་རྣམས་ཀྱེ། གཞོན་ནུ་ཚོས་བོད་སྐད་ནང་ཚིག་ལས་གང་ཙམ་བཅུག་བུ་ཕྲུག་ཆུང་ངུ་ཚོས་མ་ཤེས་པར་དེ་བས་མང་ཙམ་བཅུག། གང་འཚམ་ནས་བོད་སྐད་གཙང་མ་དེ་གོ་བརྡ་མ་འཕྲོད་པའི་དུས་ཤིག་བྱུང་ན་ཇི་འདྲ་བྱེད་ཀྱི་ཡིན་ནམ། སྔར་སྨོན་གྱི་ས་གནས་ཤིག་ལ་རྡོ་རྗེ་གཅོད་པའི་དཔེ་ཆ་མང་ཆེ་བ་མ་དག་པ་དང་དག་པ་ཅི་རང་ཡོད་པ་ཞིག་གི་སྐབས། མི་ཚོས་ཞུ་དག་བྱས་པས་མ་དག་པ་མང་བ་དེ་དང་མགོ་བསྟུན་ནས། དག་པ་ཅིག་རང་ཡོད་པ་དེ་མ་མ་དག་པ་བཟོ་བཅོས་བྱེད་པའི་ལོ་རྒྱུས་ལྟ་བུ་བྱུང་ན་ཇི་ལྟར་བྱེད། རྒྱུ་མཚན་དེ་འདྲའི་ཆེད་དུ་ང་ཚོས་བོད་སྐད་དང་བོད་ཡིག་ལ་བདག་གཅེས་མ་བྱེད་ན་ཉེན་ཁ་ཤིན་ཏུ་ཆེན་པོ་ཡོད། ཕྱི་རྒྱལ་སྐད་ཡིག་ཤེས་དགོས་ང་ཚོས་མ་ཤེས་ཐབས་མེད་ཡིན་འོན་ཀྱང་རང་གི་སྐད་ཡིག་ལ་དོ་སྣང་མ་བྱས་ན། ནམ་ཞིག་དཔེ་ཆ་ནམ་ཀྱང་དོན་མི་གོ་བའི་དུས་ཤིག་བྱུང་དུས། ལེ་ལེ་རང་ལ་ཡོད་པ་ལྟར་ལེ་ལེ་རང་གི་སྐུ་ཞེས་པའི་དམན་ས་བཟུང་ན་ལྟ་ལེགས་ཏེ་དེ་ལྟར་མིན་པར་དཔེ་ཆས་མ་འགྲིག་པ་རྙེད་ནས་དཔེ་ཆ་རྣམས་ཕར་བཞག་སྟེ། དཔེ་ཤོག་འདི་ཚོ་གོ་རྒྱུ་མི་འདུག་ཟེར་བ་ཞིག་ཡོང་ཉེན་ཡོད། ཁོང་ཚོའི་དཔེ་ཆ་འདྲ་རུ་འཛིན་མ་མིན་ཡང་རང་བཞིན་སྤྱི་ཚོགས་ཀྱི་གནས་ཚུལ་བསྒྱུར་ནས་དེ་ལྟ་བུ་འབྱུང་ཉེན་ཡོད། ཡུལ་ཆུ་འཐུང་ན་ཡུལ་ཁྲིམས་འཁུར་དགོས། བླང་བྱར་དོ་སྣང་བྱེད་དགོས་སྐོར་དེ་གོང་སྐད་ཆ་བྱུང་བ་ལྟར་ཚང་མའི་དོ་སྣང་བྱེད་བཞིན་ཡིན་ཡང། ད་དུང་ལས་ཀ་མེད་དམ་སྙམ་པ་འདུག་ང་ཚོ་རྒྱ་གར་མངའ་སྡེ་ཞིག་གི་ནང་བསྡད་ཡོད་པས། ཡུལ་མི་ཚོས་ལྷའི་རིགས་ལྟ་བུར་དད་པ་དང་བརྩི་སྦྱོང་བྱེད་པ་དེ་རྐུ་སེམས་ཞུས་ན། དེ་ནི་ཉེན་ཁ་ཆེན་པོ་ཡིན། ཚང་མས་གཟབ་གཟབ་བྱས་ན་མ་གཏོགས་དེ་འདྲའི་ཀླན་ཀ་ལྷག་ན་དེ་ནི་མི་རེ་ཟུང་གི་གནས་ཚུལ་མིན་པར་མི་རིགས་སོ་སོའི་ཆོས་དང་ཤེས་རིག་གི་འབྲེལ་བ་ཡོད་པར་རྩ་དོན་ཞིག་ཡིན་སྟབས། རྒྱ་ཆེའི་མི་མང་དང་སྒེར་བདག་འགྲོ་རྒྱུའི་ཉེན་ཁ་ཡོད། དེ་བཞིན་མངའ་སྡེ་འདིའི་ནང་ཆང་གི་ལག་ལེན་མི་ཆོག་པ་ཡིན་སྟབས་བོད་མི་ཚོ་རང་ཡུལ་དང་བྲལ་བའི་སེམས་སྐྱོ་པོའི་ངང་ཚ་བའི་ནང་ལས་ཀ་བྱེད་དགོས་པས་རང་གི་སྐོམ་ཆང་ཕྲན་བུ་བེད་སྤྱོད་མི་བྱ་ཐུ་མེད་བྱུང་ན་མ་གཏོགས་མངོན་གསལ་དོད་པོས་བེད་སྤྱོད་དང་གཞན་ལ་སྦྱིན་པ། ཚོང་བ། ལྷག་པར་རྒྱ་གར་ཡུལ་མི་ཚོར་སྦྱིན་ཚོང་སོགས་བྱས་ནས་སྐྱོན་ཆེན་ཡིན་པ་ཡིད་གཟབ་བྱ་དགོས། ཡུལ་ཆུང་ཐོག་ནས་ཡུལ་ཁྲིམས་ཁུར་ཞེས་པ་ལྟར་གོང་གི་གནས་ཚུལ་དེ་ཚོ་གར་གྱི་ཡུལ་སྲོལ་ཡིན་པས་ང་ཚོས་བརྩི་བཀུར་བྱེད་དགོས་པ་ལས་ང་ཚོ་བོད་མི་ཡིན་པས་བརྩི་མི་དགོས་བསམ་ན་ནོར་འཁྲུལ་རེད་རྒྱ་གར་ཡུལ་མི་ཚོར་མཐུན་ལམ་བྱ་རྒྱུ་གལ་ཆེན་པོ་ཡིན་མི་བྱེ་བྲག་པ་འགའ་རེ་ནས་བོད་མི་མཐོང་ཆུང་ཁྱད་གསོད་བྱེད་མཁན་ཡོང་སྲིད་ཀྱང་རྩ་བ་ང་ཚོས། རྒྱ་གར་འཕགས་པའི་ཡུལ་ཞེས་འབོད་པ་ལྟར་བོད་མིའི་དགེ་ཕྲུག་དང་རྒྱ་གར་ང་ཚོའི་དགེ་རྒན་ལྟ་བུ་ཡིན། ཕ་ཡུལ་དུ་བཅོམ་ལྡན་འདས་བྱོན་མེད་ན་བོད་ཡུལ་མུན་པའི་གླིང་དུ་ལུས་ཏེ་ད་གཟོད་ང་ཚོ་མགོ་བོ་བཏེགས་བཏེགས་འདི་བྱེད་མི་ཐུབ། དེ་བཞིན་རྒྱ་གར་དང་བོད་ལུགས་སྟོང་ཕྲག་རིང་གི་འབྲེལ་བ་ཡོད་པའི་ཉེར་ལེན་གྱིས་ང་ཚོ་བཙན་བྱོལ་བར་འབྱོར་སྐབས་ཁྱིམ་མཚེས་རྒྱལ་ཁབ་འདྲ་འདྲའི་ནང་ནས་མི་འདྲ་བ་ཙམ་གྱིས་ང་ཚོར་བདག་སྤྲོད་དང། གཅེས་སྐྱོང་བྱེད་པ་འདི་དག་བཀའ་དྲིན་ཤིན་ཏུ་ཆེན་པོ་ཡིན་ཚུར་བྱེད་སྟངས་བཟང་ངན་ལ་མ་ལྟོས་པར་ང་ཚོས་ཕར་བྱེད་སྟངས་ཐད་ལ་བོད་མི་ཚོ་ཚུལ་མཐུན་གཉོམ་ཆུང་ཡག་པོ་འདུག་ཟེར་རྒྱུ་མཐོང་ཚུལ་ཡོང་བ་ཞིག་ངེས་པར་དུ་བྱེད་དགོས་དེ་ནི་ཕྲན་བུ་གཉིས་ཀར་དགོས་པ་ཆེན་པོ་ཡོད་རྒྱ་གར་བ་ཤེས་ལྡན་ཡ་རབས་ཚོས་བོད་མི་ཞེ་ཐག་པ་ནས་དགའ་པོ་བྱེད་པ་དང། ང་ཚོ་བུ་སྤུན་ཡིན་ཟེར་བ་ལྟར་ང་ཚོ་ཀྱང་མཐུན་འབྲེལ་གང་ཟབ་བྱེད་དགོས། རྡ་རམ་ས་ལ་དང་ལྡི་ལིར་འབྲེལ་བ་མི་དམན་ཙམ་ཡོད་པ་ལྟར་ང་ཚོའི་མི་མང་ནས་འབྲེལ་བ་ལེགས་པོ་བྱ་རྒྱུ་གལ་ཆེན་པོ་འདུག་དེ་ནི་གཞིས་སྒར་གཅིག་གི་དོན་ཙམ་མིན་པར་བོད་སྤྱི་དོན་དུ་རྒྱ་གར་དང་འབྲེལ་བ་ལེགས་པོ་དགོས་གལ་ཆེན་པོ་ཡིན། ཆེད་ཀྱི་གཞུང་དོན་སློབ་སྟོན་དང་ཁྱབ་གདལ་ལ་ཤུགས་སྣོན་རྒྱག་དགོས་བལྟས་པ་ཟད་པའི་མཐར་ཐུག་མེད་པ་ལུང་རིགས་ཚད་མས་གྲུབ་པ་ཡིན། ད་ལྟའི་གནས་ཚུལ་འདི་དག་བསྟན་པའི་ཁེགས་སམ་བར་གྱི་ཁུག་པ་ལྟ་བུ་ཡིན། འདི་ལ་ཕྱོགས་གཅིག་ནས་སྲིད་དོན་གྱི་ཐབས་ཤེས་བྱེད་པ་དང། གཉིས་ནས་བསྟན་པ་རྒོད་ཀྱིས་མིང་སྐོར་འཛིན་པའི་དགེ་འདུན་རྣམས་ནས་ཐབས་ཤེས་འབད་བརྩོན་བྱ་རྒྱུ་གལ་ཆེན་པོ་ཡིན། ད་ཕན་སློབ་གྲྭ་ཁག་ལ་ཆོས་རྒྱལ་བཙུགས་པ་དང། དགེ་ཚུལ་སློང་བསྒྲུབ་པ། དེ་འབྲེལ་བོད་མིའི་ཟློས་གར་ཁག་ལ་གྲུབ་མཐའ་རིས་མེད་ཀྱི་ཆོས་ཀྱི་སློབ་སྟོན་བྱས་པ་བཅས་ལ་གྲུབ་འབྲས་གང་ཙམ་བྱུང་ཡོད་ཀྱང་ད་དུང་ཤུགས་སྣོན་རྒྱག་དགོས་པ་ལས། ལྷོད་ཡར་ཤོར་ན་ཉེན་ཁ་ཡོད། སྤྱི་བཏང་ལས་བྱེད་པ་ཚོ་ཆོས་ཀྱི་ཤེས་ཚད་སྨིན་པའི་ཆོས་ཀྱི་འཆད་སྤེལ་བྱེད་མི་ཐུབ། ལས་དོན་དེ་ནི་འཕགས་བོད་གཞུང་རབ་འབྱམས་ལ། སློབ་གཉེར་བྱེད་པ་རྣམས་ཀྱི་སྐབས་སུ་བབ་པའི་ལས་ཀྱི་བསྟན་པ་མང་པོ་ཚོགས་ཀྱིས་འཛིན་དགོས་པ་ལས། ཁྱེད་དྲུག་འདས་སོང་སྐུ་ཅོག་ཙུ་འཇིགས་ནས་བསྡད་པའི་ཕན་པ་མེད། དཔེར་ན། སྦག་ས་ས་དགེ་བཀའ་རྙིང་གི་བཤད་སྒྲུབ་རྒྱ་ཚད་ཚུགས་ཡོད་པ་དེ་ཆོག་གམ་སྙམ་ན་ནམ་ཡང་མི་ཆོག་རིས་མེད་སློབ་གཉེར་བ་ཆིག་སྟོང་སུམ་བརྒྱ་སྐོར་ཡོད་ཀྱང་དེས་ན་བོད་མི་མང་ཚོགས་དང་ཁ་བྲལ་ཕྱིན་བདག་ཆུ་ཆད་པའི་རྫིང་བུ་ལྟ་བུར་འགྱུར་ངེས། ཕ་མ་བཅས་པའི་མི་མང་ཞིག་ལ་ཆོས་ཀྱི་སློབ་གསོ་དང་དྲི་མ་མེད་ན་བུ་ཕྲུག་ཆུང་ངུ་ཚོ་ཆོས་ཀྱི་བག་ཆགས་རྒོད་མི་ཐུབ། ཡང་སྒོས་སློབ་གྲྭའི་ནང་ཆོས་ཕྱོགས་ཀྱི་གྲ་སྒྲིག་འཐུས་ཚང་མ་མ་བྱུང་ཕྱིན། བུ་ཕྲུག་ཚོར་དཀའ་ངལ་འབྱུང་རྒྱུ་མཐོང་ཆོས་ཡིན། སྤྲད་དེ་བོད་མི་མང་ཚོགས་ལ་ཆོས་ཀྱི་གནས་ལུགས་སློབ་སྟོན་འགྲེལ་བཤད་བྱེད་པ་དང་སློབ་གྲྭ་ཁག་ལ་གཞི་རྩའི་ནང་ཆོས་གནས་ལུགས་དམིགས་བུ་གྱིས་སློབ་སྟོན་བྱ་རྒྱུ་ཤིན་ཏུ་གལ་ཆེ། དེ་ལྟར་བྱུང་ན་སྲིད་པའི་གངས་རི་ཆེན་པོ་རྣམས་ནས་ནམ་ཡང་འཛད་མེད་ཀྱི་ཆུ་ཀླུང་སྦྲུལ་མིག་ཆེད་དུ་འབབ་པ་ལྟར་མི་རབས་ནས་མི་རབས་སུ་ཆོས་ཀྱི་གོམས་རྒྱུད་ཉམས་མེད་ཀྱི་གྲུབ་འབྲས་ཆེན་པོ་ཐོན་ཡོང་གི་རེད་བསམ་གྱི་འདུག་ཁྱེད་ཚོས། དམིགས་ཡུལ་འདི་དག་ཐུགས་ལ་བཞག་སྟེ་རང་གིས་གང་བཞིན་པ་རྣམས་མང་ཚོགས་ལ་སྤེལ་ཐབས་བྱེད་དགོས། བོད་མི་གཞིས་སྒར་ཁག་ནང་ལས་ཉེས་སྐྱོན་ཐུབ་མཁན་མང་པོ་མེད། འགའ་ཞིག་ནས་ཚེ་དབང་སོགས་བྱེད་སྐབས་ཆོས་ཤེས་ཆེན་པོ་རེ་བྱས་ཀྱང་ཉེས་ཅན་ལམ་དང་གཞུང་གི་ཁོང་ཕུག་པ་དཀའ། ཉེར་ཐོག་མང་ལ་ད་ལྟ་ནས། ཉིས་ཐོག་ནང་ལ་ད་ལྟ་ནས་སྐྱོན་གྱི་མགོ་ཚུགས་ཡོང་གི་འདུག་ཁྱེད་ཚོའི་སྲིང་མོར་གང་འདྲ་ཡོད་དམ་སྐྱོན་དེ་སེལ་ཐབས་ཤེས་མཁན་དང་ཐུབ་མཁན་ཚོས་རང་གི་ནུས་པ་ནུས་པ་བཏོན་ནས་དོ་ཁུར་བྱེད་དགོས་ཀྱི་འདུག་དུས་ཚོད་འདི་འདྲ་ལྷོད་ཡངས་ཤོར་ན་ཆོས་ཕྱོགས་ལ་ཉེན་ཁ་ཆེན་པོ་མཐོང་གི་འདུག་དེང་དུས་རང་གནས་རང་རེད་ནམ་ཧིན་རྡུ་དང་ཡི་ཤུ་སོགས་ཆོས་ལུང་མང་པོ་དཀྱིལ་དུ་གནས་ཡོད་པ་དང། ཕྱིན་ཆད་ཡང་རེ་དོགས་ཅན་གྱི་བློ་བཟང་མང་པོ་ཁྲོད་དུ་གནས་དགོས་པ་ལས། ནང་བསྟན་འབའ་ཞིག་ལ་དད་གུས་དག་སྣང་བྱེད་པའི་དུས་ཚོད་ཡོལ་ཟིན་པ་ལྟ་བུ་ན་རྒྱུ་མཚན་དེ་འདྲར་བརྟེན་གཞུང་གཞན་ཆེན་པོ་ལ་སྦྱངས་པ་ཚོས་བསྟན་པའི་གནད་རྣམ་རིག་པའི་སྒྱུ་རྩལ་ལ་བརྟེན་ནས་ངོ་སྤྲོད་བྱེད་པ་གལ་ཆེ་ཆོས་ཁྲིར་འཛེགས་མ་འདྲེས་ཕུད་བྱེད་པའི་ལུགས་ཁོ་ནར་དམིགས་པར་གདམས་ངག་གླེང་མོ་ཚུལ་དུ་བྱེད་ཅེས་པ་ལྟར། ཐབས་དང་སྒོ་སྣ་ཚོགས་ནས་ཤུགས་རྐྱེན་འཛུགས་འདོད་བྱེད་མཁན་ཆེན་པོ་མཐོང་གིན་འདུག་མི་གཅིག་ལ་ལེགས་ཉེས་དཔྱོད་པའི་བློ་ཐུགས་རྙེད་པ་དང་བླང་དོར་འབྱེད་པའི་རིག་པ་འདི་བཞིན་སློབ་སྟོན་ཐུབ་ན་ཚེ་དབང་བརྒྱ་ཕྲག་བསྐུར་བ་ལས་ཕན་ཐོགས་ཆེ་བའི་ཚོད་དུ་ཡོད། ཨ་རིའི་རྡ་སྟེང་མི་འབག་སྐོར་གྱི་དཀའ་ལས། རྡ་བའི་ནང་མི་འཕགས་པ་དེ་ཐེ་ཚོམ་མེད་པར་དུས་རབས་གསར་པ་ཞིག་གི་འགོ་ཚུགས་ཐུབ་ཡོད་པ་མ་ཟད་དེ་ཧང་བསམ་པའི་ཡ་མཚན་ཆེན་པོ་ཞིག་དང་དབང་མེད་སེམས་ཚོར་དྲག་ཏུ་སྐྱེས་པའི་གནས་ཚུལ་ཞིག་ཏུ་འཇུག་ཡོད་པ་རེད། ཡིན་ན་ཡང་འགྲོ་བ་མིའི་སེམས་ཀྱི་རྩ་བ་ལྷེན་པོ་དང་སྐྱོན་གྱི་དྲི་མས་གོས་པའི་མི་གཙང་བའི་སེམས་ཐལ་རྩ་བར་གྱི་ཐབས་ཤེས་བྱས་ཏེ། དོན་དམ་གྱི་སེམས་ཀྱི། དོན་དམ་གྱི་སེམས་ཀྱི་ཞི་བདེ་དང་ཆོག་ཤེས་ཐོག་སྐྱིད་སྡུག་མཉམ་སྐྱོང་ཐུབ་པ་བྱེད་རྒྱུ་དེ་ལེགས་ཤོས་ཤིག་རེད། རྒྱ་གར་དང་ཡུ་རོབ་ཀྱི་གཞོན་ནུའི་སྤྱོད་བཟང་སྐོར་གྱི། ཨ་ལས། དྲི་བ། ཁ་ཡན་གོང་མའི་དུས་རབས་འདིར་ཁྱོད་ཀྱི་ལྟ་བ་དང། ཚེ་རིང་གཉིས་གདོང་ཐུག་ལྟ་བུ་མང་པོ་ཞིག་ཡོང་སྐབས། ཁྱོད་ཀྱི་ལས་འགན་ག་རེ་ཡོད་དམ། ཀཱ་ལི། ཆོས་ལ་རྣམ་པར་མི་འདྲ་བ་མང་པོ་ཡོད་ཅིང་འགའ་ཤས་ཚན་རིག་དང་འདྲིས་ཤིང་མཐུན་པ་དང་འགའ་ཤས་ཚན་རིག་གི་ལམ་དང་མ་འབྲེལ་བ་ལྟ་བུ་ཡོད། འོན་ཀྱང་སྐྱེ་བ་སྔ་ཕྱི་ལྟ་བུ་ཡ་མཚན་གྱི་གནས་ཚན་རིག་གི་ལམ་ནས་མཐའ་གཅིག་ཏུ་མེད་པ་ཐག་གཅོད་མི་ཐུབ་པ་དང། གཏན་ནས་འབྱུང་མི་སྲིད་པའི་ཡ་མཚན་གྱི་གནས་གཉིས་ལ་ཁྱབ་པ་བརྗེ་དགོས། ཡ་མཚན་གྱི་གནས་འགའ་ཤས་ནི་ཚན་རིག་གི་གནས་ཚད་ལས་བརྒལ་བ་ཡོད་པ་དང་འགའ་ཤས་ནི་སྤྱི་ཚོགས་ཀྱི་སྟོད་ཡུལ་གྱི་དུས་སྐབས་སུ་ལྷད་མེད་པ་རེད། དྲི་བ། ཡུལ་དེའི་ནང་སྲིད་དོན་དང་སྤྱི་ཚོགས་ཐོག་ཁུ་སིམ་ཅན་གྱི་གཞོན་ནུ་ཚོ་སོ་སོའི་མེས་པོ་བརྗོད་སྲོལ་ཆོས་ཀྱི་ཕྱོགས་ལ་ཡིད་སྨོན་མེད་པ་ཡིན་ནམ། ཀ་ལེ། ངའི་བསམ་ཚུལ་ལ། ཡུལ་དེའི་གཞོན་ནུ་ཚོས་སྔར་གྱི་ཆོས་ལུགས། ཕྱི་ལུགས་ཀྱི་སྲོལ་ལ་ཡིད་སྨོན་མ་བྱེད་པ། དེར་རྒྱུ་མཚན་གཉིས་ཡོད།

ཆོས་ཉིད་སྲོལ་འགའ་ཞིག་མི་རབས་མང་པོ་ནས་བརྒྱུད་པའི་གཤིས་ལུགས་ཟབ་གསང་བཅས་ལ་གཞི་རྟེན་བྱས་ཡོད་ཀྱང་གཞོན་ནུ་ཚོས་དེ་ཇི་ལྟར་ངོ་སྤྲོད་ཐུབ་ཀྱི་མེད་པས་ཡིན། ཡུལ་འདིའི་གཞོན་ནུ་ཚོ་ཕྱིའི་མཐོང་སྣང་གིས་དེང་དུས་ཀྱི་མི་ཚེ་སྐྱིད་ཐང་གི་རྣམ་པ་འཁྲིད་དེ་སྔར་གྱི་གཤིས་སྲོལ་ལྟ་བུ་ཆོས་ཀྱི་གནས་སྟངས་གཏིང་ཟབ་པ་དག་ལ་དོ་སྣང་ཆེན་པོ་བྱེད་ཐུབ་ཀྱི་མེད་པ་འདྲ། དྲི་བ། སློབ་ཕྲུག་རྣམས་རྒྱལ་ཁབ་ཆེན་པོ་ཞི་ལིང་མེད་པ་དེ་སྤྱི་ཚོགས་དང་ཆོས་ལུགས་གཉིས་ཀྱི་ཉེར་ལེན་ཆེད་ཉེར་ལེན་ལས་བྱུང་བ་ཡིན་ནམ་གཞི་རིམ་དང་མཐོ་རིམ་སློབ་ར་ཁག་ནང་ཆོས་ཀྱི་སློབ་སྟོན་གང་མང་ཞིག་སྤྲོད་ཐུབ་ན། གནས་སྟངས་དེ་འགྱུར་བ་གཏོང་ཐུབ་ཀྱི་ཡོད་དམ། ཏཱ་ལའི་དེང་སང་སློབ་ཆུང་ནང་ཞི་ལིག་མེད་པ་དེ་ཆོས་ལུགས་དང་སྤྱི་ཚོགས་གཅིག་པོ་མིན་པ་བུ་རྫི་ཞེན་མང་པོ་ཡོད་འོན་ཀྱང་ངའི་བསམ་ཚུལ་ལ། རྒྱུ་མཚན་གཙོ་བོ་ཞིག་ནི་ལོ་ན་གཞོན་པ་དང་དཀའ་ལས་ལ་གདོང་ཐུག་མྱོང་ཞིང་ཉམས་མྱོང་དམན་པ་ལས་དོན་ལ་མགོ་ཡུ་མ་ཚུགས་པ་བསམ་བློ་བསམ་པ་མང་པོ་དག་ཁྲེ་ཁྲེ་ལག་འགེལ་ལས་ལྷག་བསམ་རྒྱལ་གྱི་བརྙན་ལེན་ལས་བྱུང་བ་རེད། སློབ་གྲྭ་ཆེ་ཆུང་ཁག་ཏུ་གནས་སྟངས་དེའི་ནུས་པ་ཐོན་པའི་བརྗོད་པ་ཞིག་གནང་ནས་སློབ་ཕྲུག་ཚོའི་སེམས་ལ་ཞི་ལིག་གི་སྐྱེ་ཐབས་སུ་ཆོས་ཀྱི་སྦྱོང་བརྡར། དང། བདེ་ལེགས་སུ་གཏོང་ཐབས་དཀའ་སྡུག་ལ་བཟོད་བསྲན་ཐུབ་པའི་སློབ་སྟོན་བཅས་གལ་ཆེན་པོ་རེད། དྲི་བ། ཁྱེད་ཀྱིས་གཟིགས་ཚུལ་དངོས་གནས་ལ་རྒྱ་གར་ནང་གི་གཞོན་ནུ་ཚོས། སྤྱོད་བཟང་སྐོར་དགོངས་འཆར་ག་རེ་ཡོད་དམ། ནུབ་ཕྱོགས་ཀྱི་ལྷུག་པོའི་སྤྱི་ཚོགས་ནང་ཡོད་པའི་གཞོན་ནུའི་བཟང་སྤྱོད་དེ་དང་ཡུལ་འདི་ཡི་ནང་གི་གཞོན་ནུའི་བཟང་སྤྱོད་གཉིས་བར་གཞི་རྩའི་ཁྱད་པར་མི་འདྲ་བ་ག་རེ་ཡོད་དམ། དཀའ་ལས། ངའི་བསམ་ཚུལ་ལ་རྒྱ་གར་གྱི་གཞོན་ནུ་མང་པོ་ནུབ་ཕྱོགས་ཀྱི་མིག་ལྟོས་བཟང་པོ་དང་སོ་སོའི་ཡུལ་གྱི་གཤིས་སྤྱོད་ལེགས་པོ་དང་ཉམས་ལེན་མ་ཐུབ་པ། ཡང་ན། དེ་གཉིས། ཉམས་ལེན་བྱེད་རྒྱུར་ཁུ་ཚུར་མེད་པའི་རྣམ་པ་ཞིག་དང་དེ་མཚུངས་ཡུལ་དེ་ཡི་གཞོན་ནུའི་ཚོའི་དེང་དུས་ཀྱི་ཤེས་རིག་དང་ནུབ་ཕྱོགས་ཀྱི་གཤིས་ལུགས་ཀྱིས་ཕན་ཚུན་ཡག་པོ་སྙོམས་ཀྱང་ཐུབ་ཀྱི་མེད་སྟབས་ཡུལ་ནི་གང་གི་གཤིས་ལུགས་སུ་མ་བཅུག་པ་ལྟ་བུ་འགྲོ་གི་ཡོད་ཅིང། དེས་ནི་ནུབ་ཕྱོགས་ཀྱི་མིག་ལྟོས་འོག་ཕྱིན་པའི་གཞོན་ནུ་མང་པོ་ནུབ་ཕྱོགས་ཀྱི་གཤིས་ལུགས་དང་སོ་སོ་འཚར་ལོངས་བྱེད་སའི་ཡུལ་གྱི་གཤིས་ལུགས། མཉམ་དུ་ཀྱི་ལེགས་ཆ་ཡག་པོ་ལེན་མི་ཐུབ་པའི་རྐྱེན་གྱིས་བྱུང་བ་རེད་ཡུལ་ཁ་ཤས་ཀྱི་གཞིས་ལུས་ཡུལ་དེར་བསྟུན་ནས་བྱུང་བ་ཞིག་སོང་ཙང་དེ་ལྟ་བུ་གཞིས་ལུགས་དེ་ཡུལ་དེར་སྒྲིག་མཚུངས་སུ་གནས་ཡོད་ངའི་བསམ་ཚུལ་ལ་ཡུལ་དེའི་ནང་གི་གཞོན་ནུ་བཅུ་གསུམ་དང་བཅུ་པ་བར་ཡང་གཅིག་གི་ཡུ་རོབ་ནང་གི་གཞོན་ནུ་བཅུ་གསུམ་གཉིས་མི་འདྲའོ། གང་ལགས་ཟེར་ན་ཡུལ་གྱི་ལུགས་སྲོལ་དང་གཞིས་ལུགས་ཐ་དད་ཙམ་དུ་མ་ཟད་གནས་སྟངས་ཀྱང་ཐ་དད་རེད། དྲི་བ། རྒྱ་གར་གྱི་གཞོན་ནུ་ཚོས་ནུབ་ཕྱོགས་ཀྱི་དམིགས་དོན་སྐོར་དགོངས་འཆར་ག་རེ་ཡོད་དམ། དཀའ་ལས། འདི་ལས་དྲི་བ་བཞི་པ་ནང་ཡོད། དྲི་བ། རྒྱ་གར་གྱི་གཟུགས་ཐོག་རླུང་འཕྲིན་ནང་མང་ཚོགས་ལ་བསྟན་འགྱུར་བཀག་སྡོམ་ཅན་གྱི་ཁྲིམས་སྲོལ་ལྷོད་ཡངས་གཏོང་འཆར་སྐོར་ལ་གཟིགས་ཚུལ་ག་རེ་ཡོད་དམ། དཀའ་ལས། མི་སྲིད་འདི་ལས་གང་ཡང་མེད། ཨ་ནི་ཚང་མ་ལ་ཐུགས་རྗེ་གནང་ར། ཨ་ནི་བཀྲ་ཤིས་ལེ་ཡིན་ན་ཡང། ཨ་ནི་འདི་ནང་ལ་ཤེས་ཡོན་ལམ་སྟོན་ཟེར་བ་དེབ་ཕྲེང་འདི། ཁྱེད་རང་ཚོ་དརམ་ས་ལ་གི་ཨ་ནི་ཤེས་རིག་པར་ཁང་ནང་ལ་ཨ་ནི་འདི། འདི་ར་ཡི་འདུག་ར། ཨ་ནི་འདི་འདི་ནང་ལ་སྤྱོད་པ་ཡག་པོ་བྱིས་ལབ་པ་དང། ཨ་ནི་སུ་སུ་བོད་སྐད་འདི་ཡ། ད་ཨིན་ཇི་ང་ཚོ་ད་མི་ཞིག་ཐུག་བ་ལམ་ས་ཧེ་ལོ། ད་ཤི་དེ་ལས་མ་ལགས་ཀྱི་བོད་སྐད་ནང་ལ་ཨ་ནི་དབྱིན་ཇི་ཚིག་དང་རྒྱ་གར་ཚིག་ཁ་ཤས་ནི་སྤྲུ་གུ་དང་ཁ་ཤས་ཡིན་ན་ད Namaste འདྲ་བོ་འདི་ཨ་ནི་ཁ་ཤས་ཡིན་ན་ད You're all right འདྲ་བོ་ཨ་ནི་ཀྱེ་མ་བོད་སྐད་ཚིག་ནང་ལ་ཨ་ནི་སོ་སོ་བོད་པ་ཡིན་པ་གཅིག་ནི་བོད་སྐད་ཚིག་གི་ནང་ལ་དབྱིན་ཇི་ཚིག་དང་རྒྱ་གར་ཚིག་ནི་འདྲི་འདྲི་གནང་གི་དང་ཁ་ཤས་ནི་ད།

ཨ་གོང་ས་མཆོག་ཡ་རྒྱ་གར་ལ་ཕེབས་ནས་ཨ་ནི་རྒྱ་ཧར་རྒྱ་གར་གི་དཔོན་པོ་ལ་ད་ང་ཚོ་འདི་ཆུང་སོང་ང་ཚོ་ཆུང་སོང་གསུངས་ཨ་ནི་རྒྱ་གར་དཔོན་པོ་གིས་དེ་དུས་རྒྱ་གར་དཔོན་པོས་རྒྱ་གར་དཔོན་པོ་ད་དེ་དུས་ད་རྒྱ་གར་དཔོན་པོ་ཁོང་ཁོང་དང་ཨ་ནི་གོང་ས་མཆོག་ནི་མ་སུ་རི་ལ